རྟ་ལྷང་མཐོང་དེ་ལ། རྟ་ལྷང་མཐོང་ཟེར་ཡ་དེ། དོན་དག་དེར་ལྷག་མཐོང་ཟེར་ཚིག་དེ་ཞི་གནས་ཟིན་རེ་ག་ཚོད་ཤ་མ་ཐག་ཟེར་ལི་ཅག་སྐད་ལས་ཡག་ད། རྣམ་རྟོག་ཐམས་ཅད་ཚུར་བསྡུས་བྱས་ནས། འདི་ནས་དམིགས་པ་མེད་པའི་ངང་ལ་ལྷོད་ཅིག་བཞག་པ་དེ་ཞི་གནས་རེད་བ་ད་ཞི་གནས་དངོས་གནས་དེ། ཞི་བར་གནས་པ། ཞི་ཟེར་བ་ཡ་དེ་རྣམ་རྟོག་མང་པོ་ཅིག་འཕྲོ་འདེགས་ཡོད་པ་དུས་རྒྱུན། དེའི་ཚིག་ལ་གུ་གུ་དུ་བ། སེམས་མ་ཤི་བ་ཅིག་ཡོད་རེད་ང་རང་ཚོ་ལ་སེམས་མ་ཤི་བ་ཅིག་སྔ་དྲོ་ཡར་བཞེངས་ནས་སོང་སྟེ་ཅིག་བསམ་བློ་མང་པོ་ཅིག་བཏང་དགོས་ཡ་ཅིག་རྩ་ནས་སེམས་དེ་རང་དབང་རྩ་ནས་འདུག་མ་ཕོད་པ་ཞིག་འདུག་བ་ང་རང་ཚོ་སྔ་དྲོ་ཚོ་བསམ་བློ་བཏང་ན་དེ་ཧ་གོ་ཐུབ་ཡ་ཅིག་ཡོད་རེད། སེམས་ལྷོད་པོ་ཅིག་མི་འདུག་བ་ལ་ཉལ་སའི་ནང་ནས་ཡར་ལངས་པ་དང་གཉིད་སད་པ་ལམ་སང་ཅིག་འཆར་གཞི་གི་བསམ་བློ་ཅིག་སླེབས་བསྡད་ཀྱི་འདུག་བ། འོ་དེ་འདྲ་ཡིན་དུས་སེམས་མ་ཞི་བ་ཟིག་ཡོད་རེད་དེ་ལ། ད་སེམས་མ་ཞི་ན་དེ་ལ་ཡང་ད་ནི་ཉམས་ལེན་གྱི་རྟོགས་པ་དེ་ཚོ་ཡོང་ཐུབ་ཀྱི་མ་རེད། དེ་ཡིན་དུས་རྟོགས་པ་ཡང་དག་སྤྱད་ཡ་ལ་དང་པོ་སེམས་ཞི་བ་སྔོན་དུ་འགྲོ་དགོས་པར་སོང་ཙང་བཅོམ་ལྡན་འདས་ཀྱིས་བག་ཡོད་པའི་རྣལ་འབྱོར་དུ་བྱའོ་ཟེར་ཡ་དེ་འདི་རེད། བག་ཡོད་བག་ཡོད་ཟེར་དུས་ང་ཚོ་བག་ཡོད་པ་བྱེད་དགོས་རེད་ཟེར་འགྲོ་བའི་སྐབས་སུ་ལ་བག་ཡོད་པ་མི་ལ་སྐད་ཆ་ཞིག་བཤད་ན་ཡང་བག་ཡོད་པ། བསམ་བློ་ཞིག་བཏང་ན་ཡང་བག་ཡོད་ཀྱི་ཐོག་ནས་འདུ་ཤེས་མ་ནོར་བ་ཀུན་སློང་མ་ནོར་བ་ཅིག་དགོས་ཀྱི་རེད་ཟེར་ནས་དེ་སྤེལ་ས་ན་ལྷག་པར་དུ་མན་ངག་གི་ལུགས་དེ་ཚོའི་རང་དབང་ལ་ཡ། མཉམ་མེད་དྭགས་པོ་རིན་པོ་ཆེ་གི་ཐར་པ་རིན་པོ་ཆེའི་རྒྱན་ལྷག་པར་དུ་ལམ་ཞོར་རིན་ཆེན་འཕྲེང་བ། ད་སྐབས་ན་ཤིང་གི་དག་ཀུན་བཟང་ལམ་མེད་ཞགས་ལུང། དེ་ནས་རྗེ་ཡི་དག་ལམ་རིམ་དེ་ཚོ་ནང་དབང་ལ་ཡ་ལན་གཅིག་ཙམ་མ་ཡིན་པ་ཡང་ནས་ཡང་དུ་གསུངས་བཞག་ཡོད་རེད། གསུང་བཞག་ཡོད་རེད་དེ་གསུང་བོད་ཀྱི་གོ་ཆོད་གི་ཡོད་མ་རེད་ད་ང་ཚོ་དེའི་ལམ་ལ་རྒྱང་དགོས་གི་ཡོད་རེད་བ་དེ་རྒྱང་དགོས་ཡ་རྒྱུ་མཚན་ག་རེད་ཟེར་ན་སེམས་མ་ཞི་བ་དེ་གི་ང་ཚོ་ལ་དཀའ་ལས་སྤྲད་ནས་རང་ལ་ཡང་དཀའ་ལས་སྤྲད་གཞན་ལ་ཡང་དཀའ་ལས་སྤྲད་འོ་མང་པོ་ཅིག་ལ་ཡང་དཀའ་ངལ་མང་པོ་སྤྲད་དེ་ཡ་དེ་སུས་བཟོས་པ་རེད་ཟེར་དུས་སེམས་རབ་ཏུ་མ་ཞི་བ་དེ་གི་བྱེད་ཀྱི་ཡོད་རེད། སེམས་རྣམ་རྟོག་དེ་ལྟ་རྒོད་པོ་ནང་བཞིན་བྱས་ནས་དཔེ་དེ་གཅིག་འཕྲོ་ཡོང་པའི་སྐབས་སུ་ལ་ཡ། འདི་ནི་རང་ཡང་སྡུག་ལ་སྦྱར་གཞན་ཡང་སྡུག་ལ་སྦྱར་གྱི་འདུག་བ། ད་དེ་ལས་ཡང་ཐབས་གཞན་གང་ཡང་ཡོད་མི་འདུག་སྔགས་བརྒྱབ་ན་ནི་མི་འདུག། འོ་ཐུག་བརྒྱབ་ན་ནི་མི་འདུག་ད་ཐབས་ཤེས་གཞན་པ་གང་ཡང་མི་འདུག་ད་དེ་ཡིན་དུས་ད། ཞི་གནས་ཀྱི་ལམ་ལ་བརྟེན་ནས་སེམས་དེ་ཚུར་ཞི་བར་བྱས་ནས། ལྷ་ནི་སྐྱིད་པོ་ཡོད་རེད་གསུང་བ་རེད་རེད་འདུག་བ། ཆགས་སོགས་ཉོན་མོངས་པའི་གི་བློ་རྩ་བ་ནས་ཞི་ཡོད་མ་རེད་དེ་ཡིན་ན་ཡང་སེམས་མི་ཞིར་བར་གནས་ཡོད་དུས། ཨ་ནི་ཆགས་སོགས་ཉོན་མོངས་ལ་སོགས་པའི་རྣམ་རྟོག་དྲག་པོ་དེ་ཚོ་དྲན་གི་མགོ་མ་འབུར་འཇོམས་བྱས་ནས། མགོ་ཡི་མ་གནོན་བྱས་ནས། དེ་འབུར་འཇོམས་བྱས་ལ་ང་ཚོ་ཐབས་དེ་དང་པོ་ནས་བསྟེན་ཐུབ་དགོས་གི་འདུག་བ། རྣམ་རྟོག་ག་འདྲི་ཞིག་སྐྱེས་པ་ཡིན་ན་ཡང་སྐྱེས་པའི་སྐད་ཅིག་དེ་ཉིད་ལ་དེ་མ་ཐག་ཏུ། སྐད་ཅིག་དེ་ཉིད་དུ་དེ་མ་ཐག་ཏུ་ངོས་ཟིན་པར་བྱེད་དགོས་ཡོད་རེད་མ་གཏོགས་དང་པོ་ཡན་པར་བཏང་གཞི་ནས་ཚུལ་བསྡུས་ནས་མནན་དགོས་ན་དཀའ་ལས་ཁག་པོ་རེད། ད་ལྟ་ཁ་སང། རྒྱ་སེ། ལག་ལེན་ནང་ལ་ཤོག་ལོ་ཀ་ཅིག་བཞུས་པ་ཡིན་པ། ཆགས་སོགས་ཉོན་མོངས་ཀ་ར། ཉོན་མོངས་གོམས་ན་གཉེན་པོའི་བཟློག་དཀའ་བས་དྲན་ཤེས་སྐྱེས་བུའི་གཉེན་པོའི་མཚོན་བཟུང་ནས་ཆགས་སོགས་ཉོན་མོངས་དང་པོ་སྐྱེས་མ་ཐག་འབུར་འཇོམས་བྱེད་པ་རྒྱ་སེ་ལག་ལེན་ཡིན་ཟེར་འོ་དེ་རེད། ཉོན་མོངས་གོམས་ན་ང་སི་ཏུ་ལྟ་དངོས་ནས་ཆགས་ན་སི་ལ་དགོས་པ་མེད་པར་ང་ཚོ་ཉོན་མོངས་གོམས་གོམས་པར་རེད་བ། འཁོར་བ་ཐོག་མེད་ནས་ད་ལྟ་བར་དུ་ཉོན་མོངས་ལ་གོམས་ནས་བསྡད་ཡོད་རེད། ཉོན་མོངས་གོམས་པ་ཡིན་དུ་བསམ་པ་ལ། ཞེ་སྡང་སྐྱེ་བས་ཀྱི་འབྲས་བུ་དམྱལ་བ་ལ་སོགས་པར་འགྲོ་གི་ཡོད་པ་ང་ཚོས་ཤེས་ཀྱི་ཡོད་རེད། རྒྱུ་ཞེ་སྡང་དང་ཁོང་ཁྲོ་ལ་བརྟེན་ནས་འབྲས་བུ་དམྱལ་བ་ལ་འགྲོ་སྐྱེ་གི་ཡོད་པ་དང་དམྱལ་བ་ལ་འགྱོར་གི་ཡོད་པ་དེ་ཤེས་ཀྱི་ཡོད་རེད་དེ་ཤེས་ཀྱིན་ཤེས་ཀྱིན་ལ་ད་རུང་ཡང་ཇི་མི་སྙམ་པར། ཚམ་ཚོམ་རྩ་བ་ནས་མེད་པར་ཞེ་སྡང་ལ་ང་ཚོ་འཇུག་ཡོད་རེད་བ། ཁོང་ཁྲོ་ཟ་ཡ་ལ་ཚམ་ཚོམ་མི་འདུག་བ། ད་རུང་ཁོང་ཁྲོ་ཟ་ནས་སྒྲ་ལན་སློག་ཐུབ་ན་དེ་ཡག་ག་ཙིག་འདུག་བ་མི་འདུག་གས།

ཨོ། བྱུང་ཡང་བྱུང། ཡོད་ཡང་ཡོད། ལོ་རྒྱུས་ཀྱི་ཐོག་ལ་ཁྱེད་རང་ཕ་ཚའི་བུ་རབས་ལ་ཡང་བློ་ཁོག་ཡོད་ཟེར་མཁན་གྲས་རེད། ཐར་བ་གང་བཏང་གི་མ་རེད། ད་ཁྱོད་རང་ལ་དངོས་གནས་དྲ་གནས་དེ་ཤག་དང་ཁྲག་ཚང་མ་འགོས་དེ་ཤག་ཡག་པོ་བྱེད་ར་རེད་ཟེར་ན་ད་རུང་སྤོབས་པ་བཅས་སྡིག་པ་ལ་སྦྱོར། ཨོ་དེ་འདྲ་ཟེར་བྱེད་ཀྱི་ཡོད་རེད་བ། ཨོ་དེ་འདྲ་ཡིན་དུས་ད་དེ་འདྲས་ཀྱི་རྐྱེན་ངན་པའི་དབང་དུ་མ་འགྲོ་བ་བྱས་ནས་སོ་སོ་གིས་བཟོད་སྒོམ་བྱས་ནས། འོ་རང་གི་དམིགས་ཡུལ་དེ་ཐག་རིང་ས་གཅིག་ལ་བསམ་བློ་བཏང་ནས། འདི་བཟོད་པ་སྒོམ་གི་ཡོད་རེད་མ་གཏོགས་སྙན་གྲགས་དང་མིང་བཏགས་ཀྱི་ཡོད་མ་རེད་བ། དེ་འདྲ་ཡིན་དུས་བརྩམས་པ་ལ་ལྟ། ང་ཚོས་གི་ཅིག་ཁར་ཆོས་ཉམས་ལེན་བྱེད་པའི་སྐབས་སུ་ལ་ཡང་སེམས་རབ་ཏུ་མ་ཞི་བ་དེ་དམིགས་ཡུལ་གཙོ་བོ་དེ་དེ་ལ་བཞག། དེ་བཞག་ཡོང་དུས་དེ་ནས་དེ་གི་སྟེང་ལ། ཞི་གནས་ཀྱི་སྟེང་ལ་དེ་ནས། ད་ལྟ་དེ་ཁར་ཟེར་བ་རེད། འོ། དཔེ་ལྟ་ཡག། སློབ་སྦྱོང་བྱེད་ཡག། ཀོ་ར་འགྲོ་ཡག། ཕྱག་འཚལ་ཡག། སྤོས་སྤར་ཡག། མཆོད་མེ་སྤར་ཡག། མཆོད་པ་ཕུལ་ཡག་ལ་སོགས་པ་ཚང་མ་དེ་སེམས་ཞི་བ་གནས་པའི་སྟེང་ནས་བྱེད་ཀྱི་ཡིན་ན་དགེ་བ་རླབས་ཆེན་པོ་ཡོང་གི་ཡོད་རེད། རེད་འདུག་ག། དེ་ང་ཚོ་ཀུན་སློང་ལ་ཞེ་དྲག་གལ་ཆེན་པོ་རེད་ཏིང་ངེ་ད་ལྟ་ཤ་ཚང་ཤོག་ལ་ཞུགས་དགོས་ཡ་དེ་ང་རང་ཚོ་གཅིག་གི་ང་དང་ང་འདྲ་བའི་གི་ལས་དང་པོ་བ་མང་པོ་ཞིག་ཡོད་རེད་ང་རང་ཚོ་ཚང་མ་གྲོས་མཐུན་བྱེད་དགོས་གི་རེད་རེད་བ་ཡ། དེ་བྱེད་པའི་སྐབས་སུ་ད་མཐོ་ས་ཅན་བཤད་བསྡད་པའི་ཕན་ཀྱང་མི་འདུག་ད་གིན་ང་ཚོ་བར་དུ་ཞི་གནས་བཤད་པ་རེད་སྒོམ་རྒྱག་པ་རེད་བསྟན་ཅིང་བསྟན་མིན་ལ་སོགས་པ་མང་པོ་ཞིག་བཤད་པ་རེད་ཡིན་ན་ཡང་གྲུབ་དོན་དེ་ག་རེ་གོ་གི་འདུག་ཟེར་བཤད་ཡོད་ན་ང་ཚོ་གྲུབ་དོན་གྱི་ཚད་གོ་གི་འདུག་བ་ང་ཚོ་ཉི་མ་སྟར་ཆགས་ཀྱི་སྒྲིག་ཁྲིམས་བཟོ་ར་ཅིག་གི་བསམ་བློ་བཏང་བསྡད་པ་མ་ཡིན་པ་སྔ་དྲོ་ཞི་གནས་སྒོམ་པ་ཡིན་ཉིན་གུང་ཞི་གནས་སྒོམ་པ་ཡིན་ཟེར་ཞི་གནས་སྒོམ་པ་དེ་གྲངས་ཀ་གཙོ་བོ་བཞག། ཡིན་ན་ཡང་གཞི་ནས་དགོངས་པ་ལ་བརྟེན་ནས་རང་ལ་ཕན་ཆ་ག་རེ་འདུག་གྲུབ་ཆ་ག་རེ་འདུག་དགོས་དོན་ག་རེ་གྲུབ་སོང་ཟེར་འདི་ང་ཚོ་བསམ་བློ་ནང་ན་བཏང་དགོས་ཀྱི་ཡོད་རེད་ཆོས་བྱེད་མཁན་ཞིག་གི་ངོས་ནས་རེད་བ། དེའི་ཆེད་དུ་ནས་ད་གྲུབ་ཆ་དང་ཕན་ཆ་དང་དེ་གི་གྲུབ་དོན་དེ་ག་རེ་དགོས་ཀྱི་ཡོད་རེད་ཟེར་ན། སྔོན་མ་ང་རང་ཚོའི་སེམས་ལ་ཡང་ཞེ་སྡང་དང་ཁོང་ཁྲོ་ང་རྒྱལ་དང་བས་བདག་ཕམ་བདག་རྒྱལ་བ་གཞན་ཕམ་པ་ལ་སོགས་པའི་དེ་འདྲའི་སྐད་ཅིག་ཆགས་སྡང་གི་བློ་མང་པོ་ཅིག་ཡོད་བསྡད་པ་དེ། མ་ཉུང་དུ་ཉུང་དུ་འགྲོ་ཐུབ་དགོས་ཀྱི་ཡོད་ལ་ད་ལས་ཀ་དེ་རེད། ང་ཚོ་ཆོས་བྱེད་པ་ཅིག་གི་ཐོག་ནས་ལས་འགན་དེ་དེ་རེད་བ། ལས་འགན། དེའི་ལས་འགན་དེ་ལས་འགན་ཆུང་ཆུང་མ་རེད་ད་ལས་འགན་ཆེན་པོ་རེད། ལས་འགན་ཆེན་པོ་ཡིན་པའི་རྒྱུ་མཚན་ག་རེད་ཟེར་ན་ཐོག་མེད་ནས་ད་ལྟ་བར་དུ་ལ་ཡ་གཅིག་གིས་སྡིག་པ་དང་སྡུག་བསྔལ་མང་པོ་ཅིག་ལ་སྦྱོར་བསྡད་པ་དེ་ད་རན་མི་སེམས་འདི་ཡི་ནང་ལ་ངས་དེ་གཙང་མ་བཟོ་གི་ཡིན་ཟེར་གྱི་ཡོད་རེད་བ། དེ་མེད་པར་བཟོ་གི་ཡིན། ད་ང་ཡང་དག་པ་ཅིག་བཟོ་གི་ཡིན། ད་ལྟ་བར་དུ་སྐྱེ་བ་ནས་སྐྱེ་བ་ཚེ་རབས་ནས་ཚེ་རབས་འཕྲོ་བརླག་མང་པོ་བཏང་བཞག། ད་རེས་མི་ལུས་བཟང་པོ་ཐོབ་ན་ཡང། རྐྱེན་དགེ་བའི་བཤེས་གཉེན་དང་མཇལ་ན་ཡང། ངས་ད་རུང་ཡང་བག་ཆགས་ངན་པ་དེ་གི་ནང་ལ་འགྲོ་ནས་སེམས་མ་ཞི་བ་དང་རྩུབ་པ། རྣམ་རྟོག་འཕྲོ་རྒོད་དེ་གི་དབང་དུ་འགྲོ་ཡོང་དུས། སྐྱེ་བ་ནས་སྐྱེ་བ་ཚེ་རབས་ནས་ཚེ་རབས་སྡུག་ལ་འགྱུར་གྱི་འདུག།

ང་ཚོ་ཁ་ནས་ག་དུས་ཡིན་ན་སེམས་ཅན་ཐམས་ཅད་ཟེར་ཤེས་ཀྱི་ཡོད་རེད་ད་སེམས་ཅན་ཐམས་ཅད་བཤད་ན་དེ་ལག་ལེན་ལ་སྐད་སྒུག་གི་ཡོད་རེད་དེ་འདྲ་ཡིན་དུས་ད་དེ་འདྲ་གི་བསམ་བློ་ཞིག་བཏང་ཡོད་དུས་ང་ཚོ་ཚེ་ལ་ནི་ངེས་པ་མི་འདུག་རེད་བ་ཡ། ག་དུས་ཤི་ཡོང་ངེས་པ་ཡོད་མ་རེད། དབུགས་ཕར་འགྲོ་ད་ཚུར་ལེན་གཅིག་གི་ནང་ལ་འདུག་ཟེར་བསྡད་ཀྱི་ཡོད་རེད་གཟུགས་པོ་ཐང་པོ་ཡིན་འཕྲོད་བསྟེན་ཡག་པོ་ཡོད་ཟེར་ས་ཡོད་མ་རེད་དུས་ཚོད་གཅིག་ལ་སླེབས་པའི་སྐབས་སུ། དེ་འདྲ་ཡིན་དུས་ད་ཅིག་དེ་འདྲ་གི་ཅིག་གི་ལུས་སེམས་དགྲ་བགེགས་ཀྱི་གནས་སྐབས་དེ་མ་སླེབས་གོང་ཚེ་ན། ད་ལྟ་དུས་ཚོད་ཅུང་ཟད་ཡོད་པའི་སྐབས་འདི་ལ་བརྟེན་ནས་གཞི་ནས་བསྒོམ། དེ་རིང་བསྒོམ་པ་དེ་ལ་དེ་རིང་རང་ལས་ཡར་གྲུབ་དོན་གྱིས་སླེབས་ཐུབ་པའི་ཐབས་ཤེས་བྱེད་རེ་བ། སང་ཉིན་གཞི་ནས་བསྒོམ། སང་ཉིན་གཞི་ནས་བསྒོམ་པ་དེ་སང་ཉིན་བསྒོམ་པའི་དུས་ཚོད་དེ་རིང་ལ་ཡར་བསྒོམ་པའི་ཕན་ཡོན་འདི་འདྲ་ཞིག་ཐོབ་སོང་བསམ་པའི་སྒོམ་རྟགས་ལ་ཡར་རེ་བ་ཞིག་བརྒྱབ། རེད་དོ། འོ་དེ་འདྲ་བྱས་ན་ཡིན་ན་ཡག་པོ་འདུག་བ། ང་ཚོ་འཇིག་རྟེན་གྱི་ཐོག་ནས་ཡིན་ན་ཡང་ཅིག་དགྲ་འདུལ་གཉེན་སྐྱོང་རེད་ཚོང་རྒྱག་ཡ་དེ་ཚོ་བྲེལ་ཏེ་ཁ་ཐུག་ཁ་ཐུག་ལ་ང་ཚོ་ཁེབས་སང་གི་ཅིག་འབྲི་གུ་ཅིག་ལ་རེ་བ་རྒྱག་གི་ཡོད་རེད་བ། དེ་རིང་ཚོང་ཞིག་བརྒྱབ་ན་དེ་རིང་ཕྱི་དྲོ་ཁེབས་སང་འདི་འདྲ་ཞིག་འདུག་ཟེར། དེ་རིང་ངས་དགྲ་འདུལ་གཉེན་སྐྱོང་གི་ལས་ཀ་དེ་བྱས་པའི་སྐབས་སུ་གྲུབ་འབྲས་འདི་འདྲ་ཅིག་ཐོན་སོང་ཟེར་ཡ་དེ་གྲུབ་འབྲས་དེ་ཟླ་བ་རྗེས་མ་ལོ་གཞོན་མ་ཟེར་གྱི་མི་འདུག་བ་ང་ཚོ་ཁ་ཐུག་ཁ་ཐུག་ལ་ཐོ་ཡག་གི་ཐབས་ཤེས་ཅིག་བྱེད་ཀྱི་ཡོད་རོ། ད་དེ་གི་དཔེ་དེ་བདག་ན་ཉམས་མའི་ནང་ལ་ཚུར་གྱར་བྱས་ནས་དེ་རིང་གི་སྐབས་ལ་གཞི་རྟེན་དགོངས་པ་ལ་བརྟེན་ནས་ངས་ཉོན་མོངས་དེ་ཆུང་དུ་བཏང་བ་ཉོན་མོངས་དེ་མ་དམའ་རུ་བཏང་དགོས་བ་འོ་དེ་འདྲ་ཞིག་བྱེད་ཀྱི་ཡིན་བསམ་པས་གལ་དེ་མ་ཐུག་གི་བར་དུ་ངས་མུ་མཐུད་ནས་ཉམས་ལེན་བྱེད་ཀྱི་ཡིན་ཟེར་ནས་ང་ད་ཉམས་ལེན་ཉམས་ལེན་ལ་གྱར་བ་དང་ཉམས་ལེན་དེའི་གྲུབ་པའི་གྲུབ་བྱ་གི་ཕན་ཡོན་གཉིས་ཀ་ཐོབ་པ་ཐབས་ཤེས་བྱེད་དགོས་ཀྱི་ཡོད་རེད་དེ་ཡོང་བར་བྱེད་པ་ལ་བརྟེན་ནས་གཞི་རྟེན་རྟ་འདྲེ་ཤེས་དེར་བ། སེམས་མ་ཞི་བ་དེ་ཞི་བར་བྱེད་པ། མ་ཞི་བ་སུས་མ་ཞི་བར་བྱེད་པར་ཟེར་ན་ཆགས་སྡང་གི་རྣམ་རྟོག་འདི་གིས་མ་ཞི་བ་རྩ་བ་གཏི་མུག་འདི་འཛིན་རེད། རྩ་བ་གཏི་མུག་འདི་འཛིན་དང་དེ་ལས་བྱུང་བའི་ཆགས་སོགས་ཀྱི་བློ་དེ་གིས་ང་ཚོ་སེམས་མ་ཞི་བར་བྱེད་ཀྱི་ཡོད་རེད། སེམས་མ་ཞི་ན་ངག་ཞི་གི་མ་རེད། ངག་མ་ཞི་ན་ལུས་ཞི་གི་མ་རེད། དེ་འདྲ་ཡིན་དུས་ཀུན་གྱིས་ཞི་བར་བྱེད་མཁན་གྱི་ཐབས་དེ། སེམས་ཞི་བར་བྱེད་པ་དང་ཐུགས་དེ་ཡོད་དུས་བདག་གིས་མཉམ་པར་བཞག་པར་བྱ་ཟེར་བའི་ཚིག་འདི་གཞི་ནས་བྱས། ད་འགྲིག་སོང་ཨ། ད་སེམས་མཉམ་པར་བཞག་པ་ཙམ་ཞིག་གིས་འགྲིག་གི་རེད་བས་ན་ད་རིམ་པ་གཉིས་པ་དེར་བ་སེམས་མཉམ་པར་བཞག་ཙམ་ཞིག་ལས་ཡང་སྐྱབས་བཅོལ་རེད་འདུག་ག་རྣམ་རྟོག་ཉེ་བར་ཞི་ཙམ་ལ་བཞག་བཞག་ན་དེ་ཙམ་ཞིག་གིས་ཐར་པ་ཐོབ་གི་རེད་བས་དེ་ཙམ་ཞིག་གིས་ལམ་རྣམ་པར་དག་པ་ཆགས་པ་རེད་བས་དེ་ཙམ་ཞིག་གིས་ལམ་གྱི་ཡན་ལག་ཆ་ཚང་བ་འགྲུབ་པ་རེད་བས་ཟེར་ན་མ་རེད། དང་པོ་ཆ་ལ་སེམས་ཞི་བར་བྱས་སེམས་ཞི་བར་བྱས་ཚར་ན་ཨ་ནི་དེ་གི་སྟེང་ནས་བདག་མེད་པར་རྟོགས་པའི་ཤེས་རབ་སྐྱེ་བ་ལ་ལས་ལྷག་པ་ཡོད་རེད། བདག་མེད་པར་རྟོགས་པའི་ཤེས་རབ་སྐྱེ་བའི་སྐབས་སུ་ལ་ག་རེ་རེད་ཟེར་ན་ད་དེ་འདྲའི་སྐད་ཅིག་གིས་རྣམ་རྟོག་རྒོད་པོ་དང་རྣམ་རྟོག་འབྱུང་པོ་དེ་གི་རྩ་བ་དེ་སྐྱེ་དགོས་ཀྱི་ཡོད་རེད་ཟེར་བ་རེད་ད། རེད་འདུག་ག་རྩ་བ་སྐྱེས་པའམ་རྩ་བ་བཀོག་པ། ཤིང་དང་མ་སོང་ན་རྩ་བ་དེ་སྐྱེས་མ་ཐུབ་ན། ཡལ་ག་ལོ་མ་དེ་ག་ཚོད་ཅིག་གཏུབ་བསྡད་པ་ཡིན་ན་ཡང་ཀོ་སླ་ཡང་སྐྱེས་ཡོང་གི་རེད་བ། ད་རྩ་བ་ནས་གྲུང་ཚར་ན་རྩ་བ་སྐྱེས་ཚར་ན་ད་ནི་སྡོང་པོ་ལོ་མ་ཡལ་ག་ལོ་འདབ་དང་བཅས་པ་ཐམས་ཅད་ཡང་ཤུགས་ཀྱིས་སྐམ་འགྲོ་བ་ལྟར་དུ་ད་ནི་ང་ཚོས་རྩ་བ་སྐྱེ་དགོས་རེད་རྩ་བ་ག་རེ་ཟིག་སྐྱེ་དགོས་རེད་ཟེར་དུས་ད་ནི་དེ་འགྲིག་གི་ཁྱེད་རང་ཚོ་སེམས་ལ་ཡང་ཡོད་བསྡད་པའི་བདེན་འཛིན་མ་རིག་པ་ཆགས་སོང་ཉོན་མོངས་པའི་བློ་དེ་བཙལ་ན་ག་བ་འདུག་ཟེར་བཙལ་ན་རྙེད་གི་མ་རེད་ད་དོན་དག་དེ་རེད། གོམས་པའི་དབང་གིས་གོམས་པའི་དབང་གིས་བདག་དང་གཞན་དུ་འཛིན་པ་ལ་གོམས་པ། གཏི་མུག་བདེན་འཛིན་འདི་ལ། གཏི་མུག་ནི་ཚུལ་འདི་ལ་གོམས་པའི་དབང་གིས་ནི་མེད་པ་ཅིག་ལ་ཡོད་པར་དུ་ཟིན་འཛིན་ནས་ཕྱིན་པ་རེད་མ་གཏོགས་རྩད་གཅོད་ན། ཆགས་སོགས་ཀྱི་བློ་དེ་སེམས་ག་བ་འདུག་སེམས་ཀྱི་ཕྱི་ལ་འདུག་དང་ནང་ལ་འདུག། ཞེ་སྡང་དེ་སེམས་ཀྱི་ཕྱི་ལ་འདུག་དང་ནང་ལ་འདུག་ག་ནས་བྱུང་བཞག་ད་ལྟ་ག་བ་གནས་འདུག་ཨ་ནི་མཐར་ག་བ་འགག་གི་འདུག་ཨོ་དེ་འདྲ་ཞེས་ནས་རྩད་གཅོད་ནས་ཞིབ་འཇུག་བྱས་ནས། རེ་བ། རྣམ་རྟོག་ལ་ཞིབ་འཇུག་བྱས། ཆགས་སོགས་ཉོན་མོངས་མེད་པའི་བློ་དེ་ལ་ཞིབ་འཇུག་བྱས་ནས། བྱུང་ས། གནས་ས། འགྲོ་ས། འགག་ས། མཚན་ཉིད། ངོ་བོ། རང་བཞིན། ཨོ། དེ་ཚོའི་འབྲེལ་ལ་བརྟག་དཔྱད་དེ་འདྲའི་ཟེར་བཏང་མཁན་ཡིན་ན། ངོ་བོའི་ཐོག་ལ་རྙེད་རྒྱུ་ཡོད་མ་རེད། རྙེད་རྒྱུ་མེད་པ་དེ་ཡང་ཡོད་ནས་མ་རྙེད་མ་རེད་དེ་ཐབས་སྡུག་རུ་བ། ཁོ་དང་པོ་ནས་ཞིབ་མ་གྲུབ་པ་དང་པོ་ནས་ཁོ་ངོ་བོ་རྙེད་བྱེད་མ་གྲུབ་པ་རེད། ངོ་བོ་རྙེད་བྱེད་མ་གྲུབ་པ་ཡིན་པ་ལ་ཡིན་པར་ངོ་ཤེས་ན་གྲོལ་བ་རེད། དེ་ག་རེ་བ། དེ་ལས་ལྷག་པ་གང་མི་འདུག་བ། ཐར་པ་སེང་གེ་དེ་ཡང་ལས་དང་ཉོན་མོངས་ཟད་པའི་མཐར་གསུང་བར་བ་ཀླུ་སྒྲུབ་པའི་ཚིག་གཅིག་གི་ནང་ལོགས་ལ། ལས་དང་ཉོན་མོངས་ཟད་པའི་མཐར་སོ་སོ་ད་ལྟ་བར་དུ་མ་ཐར་བར་འཁོར་བ་ལ་སྐྱག་སྡུག་བསིལ་ཅིང་ལས་ཉོན་གྱིས་བསྡམས་བཞག་པ་རེད་རང་དབང་མེད་པ། ད་དེ་ལས་ཐར་དགོས་ཀྱི་ཡོད་རེད་དེ་ཐར་ཡག་ལ་ལས་དང་ཉོན་མོངས་པ་དེ་ཡོད་པ་དེ་ཚུར་ལེན་ཟུར་གཅིག་ལ་ཕག་བཞག་ཡང་ན་ས་འོག་ལ་ཕག་སྦས་བྱས་ནས་ཐར་བ་རེད་བས་ཟེར་ན་མ་རེད། ཡང་མིན་ན་གང་ཟག་སྟོབས་ཆེ་བ་ཅིག་དང་ནུས་པ་ཆེ་བ་ཅིག་ཡོང་བྱས་ནས་ཁྱེད་རང་གི་ལས་ཉོན་དེ་ཚུར་བཀོག་བྱས་ནས་ད་ཁྱེད་རང་ཐར་བ་ཡིན་ཟེར་ནས་ལྕགས་ཐག་ཚུར་འཐེན་པ་ལྟ་བུ་བྱས་ནས་འཐེན་བཏང་རྒྱུ་ཡོད་རེད་བས་ཟེར་ན་ཡོད་མ་རེད། དཔེར་རེད་བ། ད་དེ་ཡོད་དུས་རང་གིས་རང་ཉིད་བཅིངས་པ་རེད། བག་ཆགས་ཀྱི་དབང་གིས་ལས་ཉོན་ལ་ཡང་གཡུན་ཟུག་འབུ་གཅིག་ལས་ཡག། ཐོག་མེད་ནས་ང་ཚོ་མི་སེར་གཅིག་ལས་ཡག་ལོ་ཁ་ཤས་གཅིག་ལ་ཆང་རག་འཐུང་ན། དེ་ལ་གོམས་ཚར་བའི་བསམ་པ་ལ་ཆང་རག་དེ་གཟུགས་ལ་ན་ཚ་ཡོད་པ་ཡིན་ན་ཡང་དེ་ཆང་རག་མ་འཐུང་ཡག་གི་འཐུང་ཡག་གི་གོམས་གཤིས་དེ་སྤང་ཡང་དཀའ་ལས་ཁ་བོ་འདུག་བ། ཁ་ཞིག་གིས་ད་ལྟ་ཤི་ན་ཤི་ལེ་རེད་ཆང་དེ་སྐྱེ་གི་མིན་ཟེར་མཁན་དེ་འདྲ་ཡོང་གི་ཡོད་རེད། ད་ལོ་ཁ་ཤས་ཅིག་ལ་ཡང་དེ་འདྲ་ཅིག་གི་ཆང་རག་འཐུང་བའི་གི་བག་ཆགས་དེ་འདྲ་ཅིག་ལ་ཡང་སྤང་ཐུབ་ཡང་དཀའ་ལས་ཁ་བོ་ཡོད་པ་ཡིན་ན། ང་རང་ཚོ་སེམས་རྒྱུད་ལ་ཡོད་པའི་གི་ཆགས་སོགས་ཉོན་མོངས་པ་དེ་སྐྱེ་བ་འགའ་ཤས་ཚེ་རབས་འགའ་ཤས་ལོ་འགའ་ཤས་སྐད་ཆ་མ་རེད། འཁོར་བ་ཐོག་མེད་ནས་བྱས་ནས་ད་ལྟ་བར་དུ་ལས་ཡ་སྐྱེ་བ་ནས་སྐྱེ་བ་ཚེ་རབས་ནས་ཚེ་རབས་གནས་གང་དུ་སོང་སྐྱེ་གནས་གང་དུ་ལེན་པ་ཡིན་ན་ཡང་དེ་འདྲའི་གཅིག་གི་ཆགས་སོགས་ཉོན་མོངས་པའི་བློ་དེ་ལ་ཞིབ་ཀྱིས་གོམས་དེ་ཡོད་རེད། གཏིང་རིང་པོ་ཅིག་ལ་ཡང་གོམས་དེ་ཡོད་རེད། དེ་གཏིང་རིང་པོ་ཅིག་ལ་གོམས་བསྡད་པའི་རྟགས་དེ་ག་འདྲ་ཞིག་ཧ་གོ་གི་འདུག་ཟེར་ན་ང་ཚོས་སྒོམ་བརྒྱབ་དཔེ་ཆ་ལྟ་བླ་མའི་གདམས་ངག་ཞུ་ན་ཡང་དཀའ་ལས་ཁག་པོ་འདུག་ཨ། ད་ཧང་དེ་ཡོང་ས་མ་རེད་ད་དེ་དཀའ་ལས་ཁག་པོ་འདུག་དཔེ་ཆ་ལྟ་ཚུལ་ས་མ་རེད་སྒོམ་བརྒྱབ་ཚུལ་ས་མ་རེད་ཚོགས་བསགས་ཚུལ་ས་མ་རེད་སྒྲིབ་པ་སྦྱང་ཚུལ་ས་མ་རེད། སྔོན་འགྲོ་བཏང་ཐུབ་ས་མ་རེད། ཕྱག་འབུམ་སྤྱི་ཟླ་ཕག་ཞག་ཕྱག་བརྒྱ་ཐམ་པ་ཚེས་ཡར་ལ་ཡང་དཀའ་ལས་ཁག་པོ་འདུག། མེ་འདྲེར་ཕུ་ཡར་ལ་དཀའ་ལས་ཁག་པོ་འདུག་ཚོགས་བསགས་པ་ལ་མེ་འདྲེར་ཕུ་ཡར་དཀའ་ལས་ཁག་པོ་འདུག་དེ་ཡོང་ས་མ་རེད་འབྱོན་ས་མ་རེད་ཐུབ་ས་མ་རེད་ཟེར་ནས་དེ་ལ་ཡང་སྤྲོ་བ་མེད་པ་ཞིག་ཡོང་ན་དེ་རྩ་བ་ཉེས་ལེན་ག་བ་ཐུག་པ་རེད་ཟེར་ན། བག་ཆགས་ལས་ཉོན་གྱི་བག་ཆགས་ཤུགས་ཆེན་པོ་ཅིག་སྟོབས་ཆེན་པོ་ཅིག་རྩ་བ་པར་ཁོ་ར་ལྡིང་དེ་ལ་ཟུག་ནས་བསྡད་བསྡད་པ་དེ་ང་ཚོ་སྤང་མ་ཐུབ་དེ་རེད་བ་སྟག་ཁོ་རང་དེ་ག་རེད་བ། རེད་འདུག་ག།

རེད་འགྲོ་བ་ཆགས་སྡང་གི་བློ་ལ་གོམས་ཤིང་འདྲིས་པ་ཡིན་འདོད། འོ་དེ་འདྲ་འདི་ང་ཚོས་ཚུར་མཐོང་གི་ཐོག་ནས་ལས་སླ་པོ་ཧ་གོ་ཐུབ་ཡ་ཆེ་རེད་བ་ཡིན་ན་མ་བླ་མས་ངོ་སྤྲོད་བྱེད་དགོས་ཀྱི་མ་རེད་དགེ་བའི་བཤེས་གཉེན་གྱི་ངོ་སྤྲོད་བྱེད་དགོས་ཀྱི་མ་རེད་རང་གི་ཉམས་མྱོང་གི་ཐོག་ལ་ཡ་དེ་འདྲ་ཞིག་བསམ་བློ་བཏང་ན་ཧ་གོ་གི་འདུག་བ། འདུག་བ། འོ་དེ་ཡོང་གི་ཡོད་རེད་ད་དེ་འདྲ་ལ་བསམ་བློ་བཏང་དུས་དེ་ཀི་རྟགས་ག་རེ་སྟོན་གྱི་ཡོད་རེད་ཟེར་དུས། ཆགས་སོགས་ཉོན་མོངས་པ་གི་ཕྱིན་ཅི་ལོག་པའི་གི་རྣམ་གཞག་དེ་ལ་གོམས་ཤིང་འདྲིས་པ་གི་དཀའ་ངལ་དེ། འཕྲད་ཡོང་དུས་མི་ཚེ་འདི་དོན་ལྡན་དུ་བྱེད་དགོས་པ་ཡིན་ན་ཡང། དེ་བློས་བཏང་བྱས་ན་ད་རུང་ཡང་དལ་འབྱོར་མི་ལུས་ཐོག་གི་ཐོག་གི་ལ་ཡ་ལས་ངན་པ་བསགས་བྱས་ནས་སྐྱེ་བ་ཕྱི་མ་སླར་ཡང་ཨང་གཅིག་གི་ངན་སོང་དང་དེ་འབྲེལ་གྱི་འཁོར་བ་དང་ངན་སོང་ལ་སྦྱོར་ཡག་གི་ལས་དེ་ང་ཚོས་བྱེད་བསྡད་ཀྱི་ཡོད་རེད་ཤེས་ས་དང་མ་ཤེས་ས་གཉིས་ཀ་ནས། ད་དེ་འདྲ་ཡིན་དུས་ད་ལན་ངས་ཞུ་ག་ཡ་རྒྱུ་མཚན་དེ་སེམས་མི་ཤི་བ་ཟེར་ཡ་དེ་བྱེད་དགོས་པའི་རྒྱུ་མཚན་དེ་རེད་ཟེར་གྱི་ཡོད་ད་རྒྱུ་མཚན་དེ་གཞི་ནས་སྒོམ་དགོས་པའི་རྒྱུ་མཚན་དེ་སེམས་དེ་བཏུལ་དགོས་ཀྱི་ཡོད་རེད་སེམས་དེ་འདུལ་དགོས་ཀྱི་ཡོད་རེད་སེམས་འབྱུང་པོ་དེ།

སུ་འཛག་ན་ཡང་དེ་གང་ལ་འཛག་བཞུགས་ངས་ཨོ་དེ་འདྲ་བྱས་ནས་ཁ་ལོ་སོ་སོ་བསྒྱུར་ཐུབ་པ་བྱེད་ཀྱི་འདུག་བ་ཨོ་ད་སེམས་ཡང་དེ་འདྲ་བུ་བྱེད་དགོས་ཀྱི་ཡོད་རེད་གསུང་བ་རེད་དེ་བྱས་པའི་རིམ་པ་ལ་ཞི་ནས་ད་དེ་འདྲ་ཅིག་གིས་ཞི་ནས་དེ་སྔོན་དུ་སོང་ནས་ཨ་ནེ་ལྷག་མཐོང་བདག་མེད་རྟོགས་པའི་ཤེས་རབ་སྐྱེ་ཡོང་དུས་བསམ་པ་ད་ཉོན་མོངས་དེ་དང་པོ་མགོ་གནོན་ཐུབ་ས་རེད་མགོ་གནོན་ཚར་དུས་ལས་སླ་པོ་འདུག་བ་ཁོ་ལྟ་རྒོད་པོ་དེ་མ་ནེམ་ཚར་དུས། དང་རྩ་བ་བཅད་དགོས་བ་རེད། རྩ་བ་བཅད་ཟེར་དུས་ཉོན་མོངས་པ་དེ་ཚོ་བྲལ་ཏེ་བདེན་པར་གྲུབ་སྟེ་ཡོད་ན་རྩ་བ་བཅད་ཐུབ་ཀྱི་མ་རེད་བ། ཞེ་སྡང་རང་བཞིན་གྱིས་གྲུབ་པ། འོ། འདོད་ཆགས་ལ་སོགས་པའི་གི་ཆགས་སོགས་ཉོན་མོངས་པའི་གི་བློ་དེ་བདེན་པར་གྲུབ་པ། ཕྱག་སོར་ཉོན་མོངས་པའི་བློ་དེ་ཚོ་བདེན་པར་གྲུབ་བསྡད་ཡོད་ན། བདེན་པར་གྲུབ་བསྡད་ཡོད་ན་སྲིད་ད་དེ་ང་ཚོ་གོ་བརྡ་སྤྲོད་ཡོད་རེད་བ་བདེན་པར་གྲུབ་ཡོད་ན་ང་ཚོ་སྤང་ཐུབ་ཀྱི་མ་རེད། དེ་སྤང་ཐུབ་ཀྱི་མ་རེད་བ་སེམས་ལ་ཡང་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་དེ་དངོས་གནས་ཀྱི་དོན་ལ་ཡོད་བསྡད་པ་རྟོགས་པའི་ཕ་རྟགས་བཞག་པ་ཙམ་མ་ཡིན་པར་རང་གི་ཡུལ་གྱི་སྟེང་དུ་རྟོགས་པའི་རྟགས་པ་ཙམ་མ་ཡིན་པར་ཁོ་ཕ་གི་སྡོད་ལུགས་ནས་གྲུབ་པའམ། ངོ་བོ་ཉིད་ཀྱིས་གྲུབ་པའམ་རྒྱུ་རྐྱེན་ལ་མ་ལྟོས་པར་ཁོ་རང་བཞིན་ཉིད་ཀྱིས་གྲུབ་བསྡད་པ་ཅིག་ཡིན་ན། དེ་ནི་ང་ཚོ་སྤང་ཐུབ་ཀྱི་མ་རེད། དེའི་སྤང་ཡག་གི་ཐབས་ལ་དཔེ་ཆ་བལྟ་ན་འཕྲོ་སླ་རེད། བསམ་པ་དང་སྒོམ་པ་བྱས་ན་འཕྲོ་སླ་རེད་ཟེར་གསུང་གི་ཡོད་རེད། ཡིན་ན་ཡང་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱིས་ཤེས་རབ་རྣམ་པར་དག་པའི་རྟགས་ཡོང་དུས་རྟགས་ཆད་བཏང་ཡོང་དུས། ཉིན་མཚན་དུས་དྲུག་ལ་ཡང་རྟགས་ཆད་བཏང་ཡོང་དུས་སེམས་ཅན་ཐམས་ཅད་སྡུག་བསྔལ་དེ་ལས་ཐར་བའི་གི་ཐབས་ག་འདྲ་ཞིག་དགོས་ཀྱི་འདུག་སྡུག་བསྔལ་ལས་ཐར་བར་བྱེད་པ་ལ་ལམ་བསྟན་ན་ལམ་དེ་གིས་སྡུག་བསྔལ་ལས་ཐར་བ་ལ་ཐབས་བྱེད་ཀྱི་འདུག་མི་འདུག་ཐབས་བྱེད་ཀྱི་འདུག་ག་འདྲ་ཞིག་རེད་ཟེར་ན་སྡུག་བསྔལ་དེ་ཞི་བར་བྱེད་པ་ལ་དེ་ཡི་རྒྱུ་དེ་ཟད་དགོས་ཀྱི་འདུག་དེ་ཡི་ཟད་བྱེད་ལ་ཟད་པར་བྱེད་པ་ལ་ལམ་འདི་འདྲ་འདི་འདྲ་ཞིག་བསྟན་པ་ཡིན་ན་ལམ་དེ་ཉམས་སུ་བླངས་ན། ལས་དང་ཉོན་མོངས་དེ་སྤང་ཐུབ་ཀྱི་འདུག་ལས་དང་ཉོན་མོངས་པ་ཟད་དེ་བདེན་པར་གྲོལ་མི་འདུག་ཨོ། གལ་སྲིད་བདེན་པར་གྲོལ་ཡོད་ན་ལམ་བསྟན་ན་ཕན་ཐོགས་མི་འདུག་ད་ལམ་བསྟན་པ་ལ་དོན་ཡོད་པ་རེད་ཤག་ག་རེད་ཟེར་ན་ཁོ་ཕ་གི་དེ་ནས་ནས་འདྲ་པོ་ཞིག་ན་ནས་དེ་གྲགས་ཡང་ཡོད་པ་ཞིག་རེད་འདུག་མ་གཏོགས་ནས་དེ་བསྟན་འདུག་བ་རེད་མི་འདུག་མགོ་ལུས་པགས་མ་སྐྱོབ་བྱེད་ཀྱི་ནད་དེ་དྲག་ཡ་ཡོད་པ་གྱི་ནད་ཅིག་རེད་འདུག་རེད་འདུག་བ། དེ་ཡོད་ན་ཡང་ན་སྨན་དེ་སྤྲད་བཞག་བཅོས་བཏང་དགོས་ཀྱི་ཡོད་ན་རེད་སྨན་བཅོས་བྱེད་དགོས་ཀྱི་ཡོད་ན་རེད་དེ་འདྲ་ཞིག་བྱས་པའི་རྒྱུ་མཚན་ལ་བརྟེན་ནས་ནད་དེ་དྲག་ཡ་ཡོད་པ་དེ། ཆགས་སོགས་ཉོན་མོངས་པ་གྱི་བློ་དེ་གཟིགས་རྒྱུ་ཡོད་པ་དེ་རྒྱལ་བ་སྲས་དང་བཅས་པའི་ཐམས་ཅད་གཟིགས་པ་རེད་རྣམ་པར་དག་པའི་ཡང་དག་པའི་ཤེས་རབ་ཀྱིས་གཟིགས་ཡོང་དུས་ང་རང་ཚོའི་བློ་དེ་ཚད་མ་མ་ཡིན་པ་རེད་བ། སངས་རྒྱས་བྱང་སེམས་དབང་གི་མཆན་པ་དེ་ཚད་མ་མཐར་ཐུག་པའི་གི་མཆན་པ་ཆགས་འདོད་ཡོད་རེད། ཆོས་ཐམས་ཅད་ཀྱི་གནས་ལུགས་མཐར་ཐུག་པ་གཟིགས་པའི་ཀུན་མཁྱེན་གྱི་ཡེ་ཤེས་དེ་གས་གཟིགས་ཐུབ་ཀྱི་ཡོད་རེད་མ་ནོར་བར་གཟིགས་ཀྱི་ཡོད་རེད་ལེགས་པར་གཟིགས་པ་རེད་མཐར་ཐུག་པར་གཟིགས་པ་རེད་ཡང་མ་དག་པར་གཟིགས་པ་རེད་དེ་འདྲའི་གཟིགས་ཡོད་འདི་ལྟར་གསང་ཆེན་བཅོམ་ལྡན་འདས་ཀྱིས་བདག་ཅག་གི་སྟོན་པའི་གི་ཐུགས་བརྩེ་བ་ཆེན་པོ་གི་ཐོག་ནས་སེམས་ཅན་ཐམས་ཅད་རང་གི་སེམས་རྒྱུད་ལ་ཡོད་པའི་ཆགས་སོགས་ཉོན་མོངས་ཞི་བའི་གི་ཐབས་འདི་འདྲ་རེད་ཟེར་ནས་ད་ཆོས་གསུངས་པས་ང་ཚོ་བཀའ་འགྱུར་པོ་ཏི་མང་པོ་ཅིག་ད་ཡ་གི་དཔེ་ཆ་གསུངས་གསུངས་འབུལ་མང་པོ་ཅིག་ཡ་གི་བཞག་གི་ཡོད་རེད་བ་གསུངས་ཐེངས་རེ་ཟེར་ནས་ད་དེ་ནང་ལ་གསུངས་བཞག་ཡོད་རེད་བ། ལ་རྗེས་འཇུག་མཁས་པའི་འགན་མགོན་པོ་ཀླུ་སྒྲུབ་ལ་སོགས་པ་མདོར་ན་རྒྱ་བོད་ཀྱི་མཁས་པ་ཚོ་ལ་ཡང་ཐིག་གི་དགོངས་པ་འགྲེལ་ནས་ངོ། དོན། ང་རང་སོགས་ལ་གོ་བདེ་བོ་བཟོ་ཡ་ཆེད་དུ་ལ་སངས་རྒྱས་ཀྱི་གསུངས་པའི་དོན་དེ་འདི་འདྲ་ཞིག་རེད། དེ་ཀྱི་དོན་དེ་འདི་རེད་ད། དེ་ལ་དེ་ཟེར་གྱི་ཡོད་རེད་ད། འདི་དྲང་དོན་རེད་ད། འདི་ངེས་དོན་རེད་ད། འདི་ལ་གོ་རྒྱུ་འདི་འདྲ་ཡོད་རེད་ད་ཟེར་ནས་སླར་ཡང་སྐོར་ཨ་སྐོར་ཡང་སྐོར་བྱས་ནས་གསལ་བཤད་བྱས་རྗེས་བཤད་བྱས་ནས་ང་ཚོ་ལ་གནང་བ་རེད་བ། དེ་འདུག་དེ་ད་ང་ཚོས་སློབ་སྦྱོང་བྱེད་དགོས་ཀྱི་ཡོད་ར་སློབ་སྦྱོང་བྱས་ཡོང་དུས་ད་ས་ཆ་སོང་ཉོན་མོངས་པ་གི་བློ་དེ་ཟད་ཡག་འདུག་ཁོ་བག་ཆགས་ངན་པས་གོམས་པའི་དབང་གིས་མེད་པ་ལ་བདེན་པར་མེད་པ་ལ་བདེན་པར་ཡོད་པ་ལྟར་དུ་ཞེན་ནས་ཆགས་ནས་བག་གི་ཡོད་པ་མཐོང་བ་ཞིག་རེད་ཤག་མ་གཏོགས་ངོ་བོའི་སྟེང་ན་ཁོ་བདེན་པ་གྲུབ་པ་རེད་མི་འདུག།

མི་འདུག་བ། དེ་སྨིན་པར་བྱེད་པ་ལ་ཚོགས་བསགས་སྒྲིབ་སྦྱང་དགོས་ཀྱི་འདུག། འོ་དེ་ཡིན་དུས་ད་དེ་འདྲ་གི་ཤེས་རབ་རྣམ་པར་དག་པ་ཞིག་སྐྱེས་ན་དེ་ཡི་ངོར་ཆགས་སོགས་ཉོན་མོངས་པ་དེ་མི་འདུག། རེད་འདུག་བ། ད་ཆགས་སོགས་ཉོན་མོངས་པ་མེད་ཡོང་དུས་ལས་དང་ཉོན་མོངས་དེ་ད་རྣམ་པར་དག་པའི་ལྷག་མཐོང་བདག་མེད་རྟོགས་པའི་ཤེས་རབ་ཀྱིས་བརྟག་དཔྱད་བཏང་ཡོང་དུས་དང་པོ་ཆགས་སོགས་ཉོན་མོངས་པ་ལས་དང་ཉོན་མོངས་པ་དེ་ཚོ་རང་བཞིན་མེད་པར་ཤེས། རང་བཞིན་མེད་པར་ཤེས་པ་ཙམ་མ་ཡིན་པར་རང་བཞིན་མེད་པ་ལ་རགས་ཁྲོད་དེ་ལྟར་ལ་མཐར་ཕྱིན་ཡོན་ཏུ་བསྟན་ནས་ལས་དང་ཉོན་མོངས་ཟད་པའི་མཐར་ཟད་དེ་ཐར་བ་རེད། ཐར་བ་རེད། འོ་དོ་ཟད་ཐར་བ། ད་ག་བ་ཐར་ག་ཟེར་ན་སྡུག་བསྔལ་རྒྱུ་དང་བཅས་པ་ལས་ཐར་བ་རེད། དེ་མེད་ན་ང་ཚོ་སྡུག་བསྔལ་ཐར་ཡ་ལ་བསམ་བློ་ཞིག་བཏང་ལུས་ལས་ན་ཚ་སེམས་ལ་སྡུག་བསྔལ་དེ་གཅིག་པུ་ལ་ཐར་ཡ་བསམ་བློ་ཞིག་བཏང་སྨོན་ལམ་ཞིག་བརྒྱབ་དེ་ཡི་རྒྱུ་དེ་དག་གི་ལུས་དང་སེམས་ལ་ཡོད་པའི་གི་སྡུག་བསྔལ་དེ་གང་ལས་བྱུང་བའི་གི་རྒྱུ་ལས་ཉོན་དེ་ལ་རྟག་པར་མཉམ་དུ་བསྡད་དེ་ལ་ཁོ་བོར་སྤྱོད་དེ་ལ་ལོངས་སུ་སྤྱོད་དེ་དང་སྒྲར་མི་ཕོད་པར་བྱས་ནས་བསྡད་པ་ཡིན་ན། དེས་བསགས་པའི་འབྲས་བུ་དེ་གཅིག་པུ་ལས་མཐར་འོང་ན་ཐར་བའི་སྐབས་ཡོད་མ་རེད་ཟེར་བའི་རྒྱུ་འབྲས་ཀྱི་རྣམ་གཞག་དེ་ཚོ་ཡག་པོ་བཤད། དེ་ཡིན་དུས་བཅོམ་ལྡན་འདས་ཀྱིས་ལས་མ་བྱས་པ་དང་མི་འཕྲད་ཅེས་པ་ཆུད་པའི་གསལ་བ་སེ་ཡ་ཀའི་ལས་འབྲས་ཀྱི་རྣམ་གཞག་བདེན་བཞིའི་བླང་དོར་ཉམས་ལེན་དེ་ཚོ་ལ་ཡག་པོ་བྱས་ནས་ར་འཕྲོད་ཡོང་དུས། དེ་ནས་དེ་གི་སྟོབས་ཀྱིས་ད་ཆོས་ཉམས་ལེན་ལ་ཡག། ཅིག་གིས་ཉམས་ལེན་བྱེད་སྟངས་ལ་གནད་ལ་འཁེལ་བ་བཟང་དུ་ཡོང་གི་ཡོད་རེད་འདུག་བ། དེ་འདྲ་ཡིན་དུས་ད་གོ་རིམ་དེ་དང་པོ། སེམས་མ་ཞི་བ་དེ་ཞི་བར་བྱེད། སེམས་ཞི་ཚར་བའི་སྐབས་སུ་ལ་ཤེས་རབ་ཡང་དག་པ་རྒྱུད་སྐྱེ་ཡག་གི་ཤེས་རབ་དེ་གི་བྱེད་ལས་བྱེད་ཡག་ལ་གོ་སྐབས་ཡག་པོ་ཡོག་རེད་གོ་སྐབས་ཡང་པོ་ཡོག་རེད། དེ་འདྲ་ཡིན་དུས་ལྟ་ནས་ཤེས་རབ་དེ་གི་ཕྱག་སོར་ཉོན་མོངས་པ་གི་བློ་དེ་ལ་བརྟག་དཔྱད་བཏང་ཡོང་དུས་དང་པོ་གང་ནས་བྱུང་རེད་བ་ང་ཚོ་ཞེ་སྡང་ཅིག་ཡིན་ན་ཡང་ཞེ་སྡང་དེ་དང་པོ་གང་ནས་ཡོང་གི་འདུག་ས་བརྟག་དཔྱད་ཅིག་བཏང་ཞེ་སྡང་སྐྱེ་བ་དང།

སྤྲུལ་པའི་སློབ་དཔོན་ས་ར་ཧ་གིས། རྣམ་རྟོག་རྣམ་སྐྱེའི་རྩ་བ་སེམས་ཡིན་ཏེ། དེ་མེད་ཕྱིར་ན་རྣམ་རྟོག་མེད་པ་ཡིན་གསུངས་འདུག། རྣམ་རྟོག་རྣམ་སྐྱེའི་རྩ་བ་སེམས་ཡིན་ཏེ། རྣམ་རྟོག་རྣམ་སྐྱེའི་རྩ་བ་སེམས་རེད་བ། རྣམ་རྟོག་དེ་རྦ་རླབས། སེམས་དེ་རྒྱ་མཚོ། རྣམ་རྟོག་རྣམ་སྐྱེའི་རྩ་བ་སེམས་ཡིན་ཏེ། དེ་མེད་ཕྱིར་ན་རྣམ་རྟོག་ཡོད་མིན་ཞིང། དེ་མེད་ཕྱིར་ན་ཟོས་པའི་སེམས་དེ་སེམས་དེ་ག་བ་འདུག་ས་བརྟགས་ཡོན་དུ་སེམས་རང་བཞིན་མེད་པར་མཐོང་བས་དེ་ལས་སྐྱེས་པའི་རྣམ་རྟོག་ཡང་རང་བཞིན་མེད་པར་ཤེས་པ། འདི་ས་ར་ཧ་གིས་གསུངས་ཡོད་ས་ཡིན་ད་ང་ཡག་པོ་རང་དྲན་གི་མི་འདུག་ས་ར་ཧ་ཡིན་ན་འབིར་བ་པ་ཡིན་ན་གཅིག་རེད་ད། རྣམ་རྟོག་རྣམས་ཀྱི་རྩ་བ་སེམས་ཡིན་ཏེ་དེ་མེད་ཕྱིར་ན་རྣམ་རྟོག་ཡོད་མིན་ཏེ། རྣམ་རྟོག་རྣམས་ཅི་ཟེར་བའི་སྐབས་སུ་རྣམ་རྟོག་དེ་སྤྱི་བཏང་གི་རྣམ་རྟོག་ཆ་ཚང་ཟེར་ཡོད་རེད་ཡིན་གཅིག་མིན་གཅིག་ཕྱིན་ཅི་ལོག་པའི་རྣམ་རྟོག་ཡིན་དགོས་ཀྱི་ཡོད་མ་རེད། དེ་ཡིན་དུ་རྣམ་རྟོག་རྣམས་ཀྱི་རྩ་བ་སེམས་ཡིན་ཏེ་ཟེར་ཡོད་དུས་གཞི་གནས་དེ་དང་ལྷག་མཐོང་གཉིས་ཀ་སྟེང་ཡོད་རེད་དེ་ཚིག་རྐང་གཉིས་ན

ཞེ་སྡང་ཡིན་ན་ཞེ་སྡང་གི་རྣམ་པར་སྤྱོད་པའི་རྣམ་རྟོག་ཅིག་ཡོང་གི་རེད། འདོད་ཆགས་ཡིན་ན་འདོད་ཆགས་ཀྱི་རྣམ་པར་སྤྱོད་པའི་རྣམ་རྟོག་ཅིག་ཡོང་གི་རེད། དད་པ་ཡིན་ན་དད་པའི་རྣམ་པར་སྤྱོད་པའི་རྣམ་རྟོག་ཅིག་ཡོང་གི་རེད་བ། དེ་དེ་གཉིས་འཛིན་གྱི་བློ་གྱི་ར་བ་རྣམས་ལ་ཡོད་པའི་སྐབས་ཀྱི་སྐད་ཆ་རེད། བློ་མཐར་ཐུག་པ་དེ་ཚད་མེད་ཀྱི་བློ་རེད། ཚད་མེད་བློ་དེ་སུ་ལ་ཡོད་རེད་ཟེར་ན་འཕགས་པའི་བྱང་སེམས་རྣམས་ལ་ཡོད་རེད། དེ་མཐར་ཐུག་པ་དེ་སུ་ལ་ཡོད་རེད་ཟེར་ན་ཀུན་མཁྱེན་གྱི་ཡེ་ཤེས་ཁོ་ན་རེད།

སེམས་ཡོད་མ་རེད་ཟེར་བ་མ་གཏོགས་མེད་པ་འདྲ་ཟེར་གསུངས་མི་འདུག་ག། ཡོད་ས་མ་རེད་ཟེར་ནས་གསུངས་མི་འདུག་ག་ཡོད་མ་རེད། ཁྱེད་རང་གི་རྟགས་གཅིག་བྱོས་དང། ནས་སེམས་མེད་པར་རྙེད་ཀྱི་རེད། རྣམ་རྟོག་ཡང་རང་བཞིན་མེད་པར་རྙེད་ཀྱི་རེད་ཅེས་ནས་ཐག་ཆོད་པོ་གསུངས་ཡོད་རེད་བ་ཀ་ད་དགོངས་འགྲེལ་ཚིག་ཡིག་གཅིག་པོ་སྐད་ཆ་མ་རེད། དབུ་མེད་ཀྱི་གཞུང་ཡིན་ན་ཡང་ད་རྩ་བ་དེ་རང་རེད་བ་ཁོ། གཞུང་ཆེན་དཀར་པོའི་ལྔ་ཟེར་གྱི་ཡོད་ན་འདྲ་གཞུང་ཆེན་བཅུ་གསུམ་ཟེར་གྱི་ཡོད་ན་འདྲ་གང་ཟག་དེ་ཚོ་ཐམས་ཅད་ཀྱི་བྱེད་ལས་དེ་ག་རེ་བསམ་ན་རྣམ་རྟོག་རྩད་གཅོད་ཡག། རྣམ་རྟོག་རང་བཞིན་མེད་པར་གཏན་ལ་ཕབ། རྣམ་རྟོག་དེ་ག་ལས་བྱུང་བའི་གི་སེམས་ཡང་སྐྱེ་འགག་གནས་གསུམ་ལ་ཕྲ་བ་ཡང་གཏན་ལ་ཕབ། སེམས་དེ་སེམས་མ་སྐྱེས་ཏེ་སེམས་ཀྱི་རང་བཞིན་ནི་འོད་གསལ་བའོ་ཞེས་པའི་གི་དག་ཤོག་ཚིག་དེ་རང་གི་ཐོག་ནས་ཡོངས་ཐུགས་ཀྱི་དུ་བ། དེ་འདྲ་ཡིན་དུས་ད་ལྷག་མཐོང་གསལ་དེ་ད་ལྟ་ངས་ཞུ་དགོས་ཡ་དེ། སེམས་རྣམ་རྟོག་ཐམས་ཅད་ཉེ་བར་ཞི་བ་ད་ལྟ་མགོ་ལ་ཡ་རྣམ་རྟོག་རྣམ་འབྱེད་རྩ་བ་སེམས་ཡིན་ཏེ་དེ་མེད་ཕྱིར་ན་ཟེར་དུ་སེམས་ཡོད་མ་རེད་ཟེར་བའི་སྐད་ཆ་མ་རེད་སྤྱིར་བཏང་སེམས་ཡོད་རེད་རེད་བ་དེ་ང་ཚོ་ཤེས་དགོས་རེད་བ་ཡང་སེམས་མེད་ཟེར་དུ་ཡང་སྐུར་བ་བཏབ་དགོས་རེད་བ་སེམས་ཡོད་རེད་རྣམ་རྟོག་ཡོད་རེད་དཔེར་ན་མགོན་པོ་ཀླུ་སྒྲུབ་ཀྱིས་གང་གི་རྟེན་ཅིང་འབྲེལ་བར་འབྱུང་འགག་པ་མེད་པ་ཅན་མེད་པ་ཕྱི་བ་མེད་པ་དང་འོག་མ་མེད་པ་མགྲོན་པའི་ལྷ་ཚོགས་སྟོན་བའི་དོན་ཅན་པའི་སྤྲོས་པ་ཉེར་ཞི་ཟེར་གསུངས་ཡ་དེ། སྐབས་ཁྱད་པར་བ་ཞིག་ལ་གསུང་གི་ཡོད་རེད་མ་གཏོགས་ག་དུས་ཡིན་ན་ཡང་སྐྱེ་བ་མེད་གནས་པ་མེད་འགག་པ་མེད་གསུང་གི་ཡོད་མ་རེད་ཁོང་ཚོས་ད་སྐྱེ་བ་མེད་གནས་པ་མེད་འགག་པ་མེད་གསུང་གི་ཡོད་མ་རེད་བ། ཡིན་ནའང་ང་ཚོ་ད་གཏན་འབེབས་བྱས་ཡོང་དུས་གནས་ལུགས་དོན་དམ་གཏན་ལ་འབབ་ཡོང་དུས་དེ་ནས་མགོན་པོ་ལི་ཀྲུག་གིས་གསུང་བ་ལྟ་བུ་གང་གིས་རྟེན་ཅིང་འབྲེལ་བ་འབྱུང་འགག་པ་མེད་པ་ཟེར་དུས་རྟེན་ཅིང་འབྲེལ་བ་འབྱུང་བ་རེད། གཅིག་ལ་བརྟེན་ནས་གཅིག་ལྟོས་ནས་བཞག་པ། བློ་ཡིས་གཅིག་ཉིད་འདི་བ་ཙམ་གྱི་བར་ལྟོས་ནས་ཡོད་མེད་དེ་བཞག་པ་རེད་མ་གཏོགས། འོང། འགག་པ་དང་སྐྱེ་བ། གཅིག་དང་ཐ་དད་དེ་སུ་བྲལ་ཏེ་རྟེན་ཅིང་འབྲེལ་བར་འབྱུང་བའི་དབང་གིས་བཞག་པ་རེད་མ་གཏོགས། གཅིག་ལ་ལྟོས་མ་དགོས་པར་ཁོ་རང་གཅིག་པུའི་བར་གྱི་ཚུགས་ཐུབ་སོ་གྲུབ་པ་ཅིག་མི་འདུག་ཟེར་གསུང་གི་ཡོད་རེད་བ། ལན་རེ་བ། གང་གིས་རྟེན་ཅིང་འབྲེལ་བར་འབྱུང་ཟེར། གང་གིས་རྟེན་ཅིང་འབྲེལ་བར་འབྱུང་ཟེར་དུ་རྒྱུ་ཅན་རྡུལ་ཙམ་ནས་ཉེ་བར་སྐྱེས་པ། རྒྱུ་ཅན་རྡུལ་ཙམ་ནས་བྱུང་བས་སྐྱེ་འགག། ཡོད་མེད། གཅིག་དང་ཐ་དད་དེ་གསུངས་ཡོད་དུས་ག་རེ་མཚུངས་ཀྱི་འདུག་དོན་དག་དེ་བདེན་པར་གྲུབ་ཡོད་མ་རེད། ཨོ་དེ་འདྲའི་སོང་ཡོད་ད་ལྟ་རྣམ་རྟོག་རྣམས་ཀྱི་རྩ་བ་སེམས་ཡིན་ཏེ་དེ་མེད་ཕྱིར་ན་ཟེར་བའི་སྐབས་སུ་སེམས་དེ་རྩ་ན་རྙེད་རྒྱུ་ཡོད་མ་རེད། རྩ་མཁན་གྱི་བློ་དེ་ཡང་བློ་ཐ་མ་པ་གཅིག་གིས་བཙལ་བའི་སྐད་ཆ་མ་རེད་འོ་ན་ཧར་ཟིན་རྣམ་པར་དག་པའི་ཤེས་རབ་ཀྱིས་བརྟག་དཔྱད་བཏང་དགོས་རེད། རྣམ་པར་དག་པའི་ཤེས་རབ་ཀྱིས་སེམས་ཡོད་མེད་བཙལ་ན་ད་ནས་སེམས་དེ་རང་བཞིན་གྱིས་གྲུབ་པ་རྙེད་རྒྱུ་ཡོད་མ་རེད། སེམས་རང་བཞིན་གྱིས་མ་གྲུབ་པར་བདེན་པར་མ་གྲུབ་པར་ཤེས་ན་དེ་ལས་སྐྱེས་པའི་ཨ་ནི་རྣམ་རྟོག་སྣ་ཚོགས་པ་དེ་ཚོ་ཡང་རང་བཞིན་མེད་པར་རྟོགས་ཐུབ་ཀྱི་རེད་ཟེར་ཡག་དེ་ལྟར་ཅི་རེད། འོ་དེ་འདྲ་ཡིན་དུ་ད་ལྷག་མཐོང་ཟེར་དུ་ལྷག་གེར་མཐོང་བ། ལྷག་གེར་མཐོང་བ་ཟེར་དུ་མ་འགྲིབ་པར་མཐོང་བ། ས་ལེར་མཐོང་བ། སྒྲིབ་པ་མེད་པར་མཐོང་བ་ག་རེ་མཐོང་བ་རེད། སེམས་ཀྱི་གནས་ལུགས་དེ་མཐོང་བ་རེད། སེམས་དངོས་པོའི་གནས་ལུགས། སེམས་དངོས་པོའི་གནས་ལུགས་དེ་དག་ཕྱག་རྒྱ་ཆེན་པོའི་སྐབས་སུ་སེམས་དངོས་པོའི་གནས་ལུགས་དང་ལུས་དངོས་པོའི་གནས་ལུགས་སུ་གཤེགས་ཀྱི་ཡོད་རེད་བ། ང་ཚོས་དེའི་དམ་འཛིན་བྱེད་དགོས་རེད་དེ་ཚིག་དེ་བེད་སྤྱོད་གཏང་དགོས་ཀྱི་རེད། མ་འོངས་པ་ལ་ཕྱག་རྒྱ་ཆེན་པོ་བསྒོམ་པའི་སྐབས་སུ་ཟེར་ཡག་མ་ཡིན་པ། ད་ལྟ་ནས་དེའི་ནང་ལ་བར་གོམ་བགོ་དགོས་བ། དེ་འདྲ་ཡིན་དུས་སེམས་དངོས་པོའི་གནས་ལུགས། སེམས་དངོས་པོའི་གནས་ལུགས་དེ་སེམས་ཅན་ཐམས་ཅད་ཀྱི་སེམས་རྒྱུད་ལ་ཡོད་རེད་བས་ཟེར་ན་ཡོད་རེད། ཡོད་ན་ག་རེ་བྱས་ནས་འཁོར་བ་རེད་ཟེར་དུས། ཁྱེད་རང་མཐོང་མ་མཐོང་བ་རེད། སྒྲིབ་བྱེད་དྲི་མས་བསྒྲིབས་ནས་རང་ལ་ཡོད་ཀྱང་མ་མཐོང་བ་དཔེར་ན་རྒྱུད་བླ་མ་ནག་མོ་ལ་ཡ་དབུལ་པོའི་ཁྱིམ་གྱི་ས་འོག་ལ་ནོར་བུ་རིན་པོ་ཆེ་ཡོད་ཀྱང་ཡོད་པར་མ་ཤེས་པས་དབུལ་བའི་སྡུག་བསྔལ་མྱོང་དགོས་པ། གལ་ཏེ་དབུལ་བའི་སྡུག་བསྔལ་དེ་སེལ་དགོས་ན་ཟག་བཅས་ཀྱི་དངོས་གཞི་ཕྲ་མོ་ཡོད་ངེས་ཅིག་ཡོང་བྱས་ནས་ཨོ་ཁྱེད་རང་དབུལ་བའི་སྡུག་བསྔལ་མྱོང་དགོས་ཡ་མི་འདུག་ཁྱོད་རང་གི་ཁྱིམ་ཡི་འོག་ལ་རིན་པོ་ཆེ་ཡི་གཏེར་འདུག་དེ་ཡ་བཏོན་ཚོང་སྒྱུར་བྱས་ན་ཁྱེད་རང་དབུལ་བའི་སྡུག་བསྔལ་སེལ་གི་རེད་ཅེས་དཔེ་ཞིག་འདུག་བ། ཨོ་དེ་ཚོ་གལ་ཆེན་པོ་རེད་དཔེ་དེ་ཚོ་དཔེ་ཡག་པོ་ཡག་རེད། ང་ཤེས་གི་མེད། ངས་ཐུག་གི་མ་རེད་ངས་འཇོན་གི་མ་རེད་ཟེར་ན་དེ་ནི་ཡོང་ཡ་ཡོད་མ་རེད། རེད་བ། ང་ཚོ་མཚམས་མཚམས་ནས་ཡ་སེམས་ཤུགས་དེ་ཡང་སེམས་དཔང་དེ་དམའ་དྲགས་པའི་སྐྱོན་འདུག་བ།

འདི་ན་མེད་ས་སོང་ན་ཡང་ཡར་ལོག་ཡོང་མི་རུང། རེད་ད་ག་རེ་ཟེར་ན་ཁོ་ཏོག་ཙེ་ཡོད་མ་རེད་བ། ཁ་ནས་དེ་ག་ཚ་ཞེའུ་ཅིང་ཡིན་ཟེར་ལབ་བསྡད་པ་རེད་མ་གཏོགས་རེད་འདུག་ག་ཏོག་ཙེ་མེད་པ་རེད་ཏོག་ཙེ་ཡོང་དགོས་ཡོད་རེད་ཏོག་ཙེ་ཡོང་བ་ཡིན་ན་རང་གི་ལུས་ལྷ་ངག་སྔགས་སེམས་ཆུ་གཉིས་ཀའི་རང་བཞིན་ནས་ཡང་འདུག་ཟེར་གནས་ཐུབ་ན་དུས་འདིར་རྣམ་པ་ཀུན་ཏུ་གནས་ཐུབ་པ་ཡིན་ན་དང་པོ་འདྲེ་ཁོ་རང་ཡོང་ཡང་ཡོང་དགོས་མ་རེད། ཡོང་པ་ཡིན་ན་ཡང་གནོད་སྐྱེལ་ཐུབ་མ་རེད་གར་ཆག་རེད་ཁོ་ཆོས་སྒྲུབ་པའི་གྲོགས་ཆགས་ཀྱི་ཡོད་རེད་འདུག་ག།

རྣམ་རྟོག་གི་ཕུང་པོའི་ནང་ན་བསྡད་དེ་ཡོད་ན་རྣམ་རྟོག་གི་དྲ་བ་ནང་ན་བསྡད་ཡོད་ན་རྣམ་རྟོག་གི་གཟེབ་ཀྱི་ནང་ན་བསྡད་ཡོད་ན་དེ་ང་ཚོ་ལ་གོ་སྐབས་ཡོད་མ་རེད། སྟོང་ཉིད་རྟོག་གི་ཡིན་སྤྲོས་བྲལ་རྟོག་གི་ཡིན་སེམས་ངོ་བལྟ་གི་ཡིན་ཟེར་ན་རྟོགས་ཐལ་ཡོད་མ་རེད། ད་ཞི་གནས་ཀྱི་གོམས་བཤགས་ཡག་པོ་ཅིག་བྱས། ཞི་གནས་ལ་ཡག་པོ་གོམས། ཉི་མ་རྟག་པར་ཞི་གནས་བསྒོམ། དེ་ཟླ་བ་གཅིག་གཉིས་ལས་རྣམ་རྟོག་དེ་ཚོ་ཇེ་ཉུང་ཇེ་ཉུང་མར་འགྲོ་རེད་འདུག་ཨ། དེ་དེ་སོ་སོར་བརྟག་དགོས་པར་བ། དེ་ནས་ལོ་གཅིག་ཚར་རེ་བའི་སྐབས་སུ་ཨོ། ད་དངོས་གནས་ངས་བརྩོན་འགྲུས་བྱས་པ་ཡིན་ཞེས་ནས་བསྒོམ་པ་ཡིན། དཔེ་ཆའི་ནང་གི་གདམས་ངག་ལྟར་དུ་བྱས་ནས་ངས་བསྒོམ་པ་ཡིན། བསྒོམ་པའི་ལ་བརྟེན་ནས་ད་རེས་ང་ལ་ཕན་ཆ་ཞིག་ཐོབ་སོང། སྔོན་མ་འདྲ་བས་ན་ང་ཞེ་སྡང་ཁོང་ཁྲོ་ཚ་བོ་ཞིག་ཡོད་རླུང་ཚ་བོ་ཡོད། ད་གཞི་ནས་ལེགས་པར་གོམས་པའི་གི་རྟགས་ལ་བརྟེན་ནས་རླུང་ཚ་བོ་མེད་པ་ཁོག་པ་ཡངས་པོ་བྱས་རེད་འདུག་ག། ཁོང་ཁྲོ་ཡང་ཞེ་དྲག་མེད་དེ་ངས་ཆུ་ལ་སྐད་ཟེར་ན་ཡང་ཁ་ཚུམ་བསྡད་དེ་ངས་དེ་འདྲ། སྔོན་མ་ཆུ་ལ་སྐད་ཟེར་ན་ཕ་ལ་སྨད་ཟེར་ངས་དེ་འདྲ་རེད་རོ།

བཅའ་ལག་ཡིན་ན་བེད་སྤྱོད་བཏང་པའི་སྐབས་སུ་ལ་ཚོང་ཁང་ནང་གི་མི་གིས་ཏང་གོ་གོ་གི་རེ་བ་གཅིག་རེད་གཉིས་རེད་གསུམ་རེད་ཟེར་གི་རེད་བ་ཡིན་ན་ཡང་སོ་སོས་བེད་སྤྱོད་བཏང་ཡོང་དུས་སོ་སོ་གི་རེ་བ་ལྟར་དུ་བཅའ་ལག་དེ་ལ་བེད་སྤྱོད་ཡོད་པ་ཡིན་ན་དེ་བཅའ་ལག་དེ་ཉོ་ཡ་ལ་སྤྲོ་བ་ཡོད་རེད་མ་འོངས་པ་ལ་བཅའ་ལག་དེ་སྐྱོན་ཤོར་ན་ད་ག་རང་རང་ཉོ་གི་རེད་རེད་འདུག་ག་འོ་དེ་འདྲ་ཡིན་དུས་དེ་ནང་བཞིན་བྱས་ན་ང་ཚོ་ཉམས་ལེན་དེ་ལ་ཡང་རྟགས་ཐོན་གྲུབ་དོན་གཅིག་ཐོབ་ན་ཡང་ཡོད་དེ་རྟགས་དང་གྲུབ་དོན་རྩ་བ་ནས་མེད་ཡོང་དུས་དེ་ང་ཚོར་དུས་ཚོད་དེ་ད་ཅིག་དེ་ག་ཚ་ད་དེ་རིང་དེད་པ་ཡིན་ཀོ་ར་འགྲོ་བོ་ཟེར་ཡ་ཅིག་དེ་འདུག་ག་མང་ཆེ་བ་དེ་འདྲ་ཟེར་གི་འདུག་ག་ད་དེ་རིང་དད་པ་ཡིན་ཟེར་ད་ནས་བའུ་དང་མཆོད་རྟེན་བསྐོར་ར་བྱེད་འགྲོ་ཟེར། ད་བའུ་དང་མཆོད་རྟེན་བསྐོར་ར་ནང་ལ་ཚོང་པ་ཡོད་རེད་རྐུ་མ་ཡོད་རེད་ད་བསྐོར་ར་ཁྲམ་པ་ཡོད་རེད་ཤ་ཚང་ཡོད་རེད། ཡོད་རེད་ད་དངོས་གནས་ཡོད་རེད་རེད་འདུག་ག། བསྐོར་ར་འགྲོ་མཁན་ཚང་མ་ཡག་པོ་ཡིན་པའི་ཆ་བ་ཡོད་མ་རེད་ད་ཡག་པོ་ཡོད་མ་འདུག་ག་ད་ནས་འགའ་ཞིག་ཇུས་གཏོགས་བྱེད་མཁན་ཇུས་གཏོགས་ག་རེ་ལབ་ཀྱི་འདུག་ད་སྐད་ཆ་ཉན་མཁན་ཉན་མཁན་འགྲོ་རེད་འདུག་ག་ད་དོན་དོན་མ་ནང་སླེབས་ས་སོང་ན་ཡང་དེ་སྐད་ཆ་དེ་ཕར་ཁྱབ་ཐལ་ད་དེ་རིང་བསྐོར་ལམ་ནང་ལ་ཁ་རེ་ཅོ་བསྐོར་ར་སོང་ན་ཕན་ཡོད་ག་རེ་བྱུང་སོང་ཇུས་གཏོགས་ཚང་མ་རག་ཡོད་ཟེར་རོ་འདུག་ག།

ཉོན་མོངས་དང་འཐབ་པའི་དུས་མེད་ཟེར་དུས་སྙིང་པོ་གཏད་ནས་ལམ་སང་སྤང་བྱ་སྤང་ཐུབ་ཀྱི་མ་རེད། ད་ཐག་བསྲིང་ཟེར་ཡ་དེ་རང་ལ་ཡི་སེམས་དེ་མ་རུང་བ་བྱེད་པ། སེམས་དེ་ལས་སུ་མ་རུང་བ་བྱེད་མཁན་གྱི་རྐྱེན་ག་བ་ཡོད་ན་དེ་གཏད་ཟེར་བ་ཐག་བསྲིང་ཟེར་ན་ཡག་པོ་འདུག་བ། དེ་རྒྱ་སེ་ལག་ལེན་དེ་ཚོ་ད་ཉམས་ལེན་ཚང་མ་དེ་རང་རེད་བ། འོ། འོ་དེ་འདྲ་ཡིན་དུས་ད་ཉོན་མོངས་སྐྱེ་བའི་གེ་ཐག་བསྲིངས་ཏེ་བྱས་ན་དེ་ཞི་གནས་ཡག་པོ་ད་ཞི་གནས་བྱས་ཏེ་ལྷག་མཐོང། ལྷག་མཐོང་སྐབས་སོགས་དེ་ནས་བདག་མེད་རྟོགས་པའི་ཤེས་རབ་སྐྱེ་བདག་མེད་རྟོགས་པའི་ཤེས་རབ་སྐྱེས་པ་ལ་བརྟེན་ནས་ཉོན་མོངས་རང་བཞིན་མེད་པར་ཤེས། ཉོན་མོངས་དང་པོ་བྱུང་ས་བར་དུ་གནས་ས་ཐ་མ་འགགས་ས་སྐྱེ་འགག་གནས་གསུམ་དུ་ཕྲ་བའི་གེ་ཚུལ་དེ་དང་པོ་ངོ་ཤེས། ངོ་ཤེས་པ་དེ་གི་ནང་ལ་བདག་མེད་རྟོགས་པའི་ཤེས་རབ་ཀྱིས་ཡང་ནས་ཡང་དུ་ཞིབ་འཇུག་བྱས་རྩད་གཅོད་བྱས། དེ་ལ་ཡ་རབ་ཏུ་མཉམ་པར་བཞག།